ད་འདི་ག་རེ་རེད་ཟེར་འོང་དེ། ད་ག་རེ་ཤེས་ན་ཡང་མ་ཤེས་ན་ཡང། ད་ང་ཚོ་གཞན་པ་དེ་ཚོ་གི་མིག་བལྟ་ས་མིག་ཡ་ཆེ་དེ་ག་དེ་ནས་བལྟ་བསྡད་གོ་ས། ཨམ་ཅོ་ཡ་ཆེ་དེ་ག་དེ་ནས་ཉན་བསྡད་གོ་ས་དེ་འདྲ་ས་ཟེར་དེ་ག་གསུམ་ཆགས་ཀྱི་ཡོད་རེད། པས་མི་སྲིད་འགལ་ཆེན་པོ་རེད། བསྟན་པ་ལ་ཐུག་བསྡད་རེད་ད། ང་ཚོ་མི་སྒེར་གཅིག་གི་སྐད་ཆ་སྤྱི་ཆིངས་གཉིས་ལ་ཐུག་གི་ཡོག་མ་རེད། སངས་རྒྱས་ཀྱི་ལུང་རྟོགས་ཀྱི་བསྟན་པ་ལ་ཐུག་བསྡད་དགོས་རེད། རྒྱལ་བཟང་ད་འདི་ལ་སྤུས་རྟགས་སྤོ་བོ་ཅན་མི་འདུག་ཞུགས་ཡོང་བར་ད་ད་ད་ཡོད་རེད་བ་འདི་ཡོད་པ་ནང་བཞིན་བྱས་ནས་ད་དུང། སྤུས་རྟགས་སྤོ་བོ་ཅན་ནས་རེད་སོང་ན་རང་བཞིན་གྱི་སྒུག་ཁའི་ཐེ་གུ་ཡོད་རེད་ད་གཞན་པ་ལ།

གང་ཟག་སྒེར་སེམས་ཀྱི་སྐད་ཆ་མ་ཡིན་པ་བཅས་བསྟན་པ་སྤྱི་སེམས་ཀྱི་ཐོག་ནས་དགའ་དད་ནས་རེ་བ་བརྒྱབ་ཀྱི་ཡོད། ད་བསྟན་པ་སྤྱི་སེམས་ཀྱི་ཐོག་ནས་རེ་བ་བརྒྱབ་པ་ནང་བཞིན་རྗེས་ནས་གདན་ས་མཆོག་ནས་ཧ་ལས་ཡག་དང་སྔ་མ་དང་མི་འགྲོ་བ་གནང་གི་འདུག་སྔ་མ་དང་མི་འགྲོ་བ་ཆོས་ལུགས་ཀྱི་ཕ་གི་ཅིག་རིས་མིང་གི་ཕྱག་ལེན་གནང་སྟངས་ཡིན་ན་ཡང་འདྲ་ག་རེ་གི་ཐོག་ནས་ཡིན་ན་ཡང་ད་སྔར་དང་མི་འགྲོ་བ་ཡར་གྱི་འགྲོ་དང་འགྲོ་བཞིན་པ་ད་དུང་ཡིན་ནས་དེ་འདྲ་ཅིག་མུ་མཐུད་ནས་གནང་རོགས་གྱིས་སུ་ཞུ་ཡིན་ཁྱེད་རྣམ་པ་གི་དེ་འདྲ་ཅིག་གནང་འོང་དེ་གཞན་དག་ཚོ་ལ་རང་བཞིན་གྱི་ཕན་ཡོང་གི་འདུག་ད་ཁ་ནས་མ་བཤད་ནས་ཕན་གི་ཡོད་པ་ངས་མཐོང་གི་འདུག་རོགས། ང་ཡིན་ནས་ད་ཇུས་གཏོགས་ས་ཕོ་འདྲ་རེད་མི་དགའ་ས་ག་ལ་ལྟ་དེ་ཁོ་འདྲ་བོ་ཞིག་མཐོང་བསྡད་ཀྱི་འདུག་ད་འདི་དངོས་གནས་དྲང་གནས་དེ་འདྲ་རེད་ཧ་ལས་ཡ་དེ་འདྲ་ད་ཁྱེད་རྣམ་པ་ཡིན་དེ་འདྲ་གནང་རོགས་གཅིག་ཞུ་ཨེ་ཡིན་འདི་གནང་རོགས་བྱེད་ཚེ་རེ་བ་ཞུ་དགོས་ཡ་ལ་རྒྱུ་མཚན་ཡོད་རེད། ག་རེ་གི་ཐོག་ནས་ཡིན་ནས་ཆ་རྐྱེན་ཚང་མཁན་ད་ཇི་སྟང་གི་ཐོག་ནས་ད་ཆ་རྐྱེན་ཚང་མེད་ས་ཡོང་གི་རེད་ཡོང་གི་རེད་ད་མཐུན་མཁན་ད་འགལ་མཁན་སུ་ལ་ཡིན་ནས་ད་ང་ཚོ་ཁོར་ཡུག་གནས་ལ་སྐད་ཕྱིན་ཕྱིན་ནས་བཟུང་ནས་དཀའ་ངལ་དེ་འདྲ་ཡོང་གི་རེད་ཡིན་ན་ཡང་གཞན་ལ་ལྟོས་ན་ཆ་རྐྱེན་ཚང་ཤོས་དེ་ད་གྲྭ་ས་སེ་ཁྲི་ཁ་སོང་རེད་དེ་དགོས་རེད་མི་དགོ་ན་མི་ཡོད་རེད། རྒྱུ་དགོ་ན་རྒྱུ་ཡོད་རེད། དགོ་ལ་བསྡད་མཁན་ཡོད་རེད། དངོས་གནས་དྲང་ནས་ཡོད་རེད་ད། ལས་སླ་པོ་ཡོང་མ་རེད་གཞན་པ་ལ། ཁ་ཤས་ལ་ནི་མི་ཡོད་རེད། རྒྱུ་ཡོང་མ་རེད་གར་ཆོག་རེད་ད། དཔེ་མི་ཚེ་ཉམ་ཐག་ཅིག་འདས་སྡོད་རེད། ཁ་ཤས་ལ་ནི་རྒྱུ་ཡོད་རེད། མི་ཡོང་མ་རེད་གར་ཆོག་རེད་ད། ཁང་པ་ར་བཟོ་བསྡད་ཡར་མ་དུ་རྒྱུ་ཡོད་ན།

གཞན་པ་ལ་དེ་འདྲ་ཡོང་མ་རེད། ཨ་མའི་བུ་ལ་ཡོན་ཏན་དགའ་སེ་ཡེ་ནས་ཡང་ཁྲི་ལ་བདག་པོ་ཡོད་རེད། ཁྲི་ལ་བདག་པོ་མེད་པ་མ་རེད་གཞན་པ་ལ་ཨ་མའི་བུ་ལ་ཡོན་ཏན་དགའ་སེ་ཡོད་ནས་ཡོད་ཁྲི་ལ་བདག་པོ་ཡོད་ཡོད་ཁ་རེད། འོ་ན། ད་ཁྲི་ལ་སྐྱེས་དགོས་ན་གར་སྐྱེས་དགོས་རེད་ཟེར་ནས་སོ་སོ་གཞི་ནས་སྐྱེ་བ་ལེན་དགོས་རེད། གཞི་ནས་སྐྱེ་བ་ལེན་ཡ་རེད་མ་གཏོགས་བྱ་ཡ་ཡོང་མ་རེད་ད། མི་འདྲ་བའི་ཁྱད་པར་དེ་འདྲ་ཡོད་རེད། ད་དཔེར་ན་ང་ཚོ་ད་ལྟ་ཧིན་དྷུ་གི་ཆོས་ལུགས་ཀྱི་ཟེར་གི་འདུག་ཨ་ཧིན་དྷུ་གི་ཆོས་ལུགས་ལ་གནའ་སྔ་མོ་ང་ཚོ་བྲམ་ཟེའི་ཆོས་ལུགས་ཟེར་གི་རེད་བ། བྲམ་ཟེ་ཆག་སྒོ་ན་སྐྱེས་སྒོ་རེད་ད་ཟེར་ཆག་ཡ་ཡོང་མ་རེད་ཟེར། ནང་པ་ཆག་ཡ་ཡོད་རེད་བ། ཡེ་ཤུ་གི་ཆོས་ལུགས་པ་གཅིག་ནང་པ་བཟོ་ཆོག་རེད་བ། བྲམ་ཟེ་ཆག་ཡ་ཡོང་མ་རེད་ཁོ་བྲམ་ཟེ་རྒས་དགོས་ན་བྲམ་ཟེ་གི་རིགས་སུ་སྐྱེས་དགོས་རེད་བ་སྐྱེས་ཡ་རེད་མ་གཏོགས་འདི་ནང་བཞིན་ཆག་འདོད་རེད་ང་ཚོ་གཞན་དང་གཞན་འདི་སུ། ཁྲིད་ཀྱི་བདག་པོ་དགོས་དགོས་ན་འདི་ལ་སྐྱེས་དགོས་རེད་ད་འདི་སྐྱེས་ལ་ལས་ལ་བོ་ཡོང་མ་རེད་བ་ཨ་ལེ་དང་པོ།

དངོས་གནས་དྲང་གནས་རེད་ད། དཔེར་ན་ང་བདེན་མཐའ་འདི་འདྲ་བསྡུ་ཟིན་ཆགས་རུང་དེ་ད་ད་འདྲ་གཅིག་པོ་མ་རེད་ནམ་རྒྱུན་ནས་ག་དུས་ནས་ངས་འདི་འདྲ་ཚོར་ཚོར་སྣང་སླེ་གི་ཡ་ང། ད་ད་འདྲ་དེ་རིང་གཅིག་པོ་གི་ཚོར་སྣང་ཡང་མ་རེད། ངོ་མ་ད་སྐབས་རེ ྋགོང་ས་མཆོག་གི་གསུང་ཆེ་རུ་ཞུ་ནས་ཕར་སེ་འབྲས་དགའ་གསུམ་གསུང་ནས་ཕར་མཉམ་འདུག་ཅིག་བྱེད་ཡོད་བྱུང་དེ་དངོས་གནས་དྲང་གནས་ཕར་གནས་བརྟན་བདེ་བ་ཟིན་པ། ང་ཡིན་ཁོ་ཡིན་ཟེར་མཁན།

མགོ་ལ་རས་པ་གཡས་མཁན་ཡོད་རེད། རྒྱབ་ལོ་སྒྲ་མི་སྒྲ་ཁྲིད་མཁན་ཡང་ཡོད་རེད། ལས་སླ་པོ་ཡོང་མ་རེད། དག་སྣང་དགོས་མེད་ཁོ་རང་ལ་དཀའ་ལས་ཡོད་རེད། ད་སོ་སོ་ཁྱོད་ཀྱི་སོ་སོ་ཡིད་ལ་ནི་སྐྱོན་ཡོད་མ་གཏོགས་ཡོན་ཏན་མཐོང་མ་རེད། བྱས་ཙང་དེ་འདྲ་དེ་འདྲ་རེད། དེ་ག་ནང་བཞིན་གྱི་ནི་མི་ཡིན་ནའི་མི་བདག་པོ་བྱ་འི་ལ། ལས་འདྲ་ས་སེ་འདྲ་ག་སུ་ནང་བཞིན་ཡོང་མ་རེད། ག་རེ་གི་ཐོག་ནས་ནི་དཀའ་ངལ་འཕྲད་གི་རེད་མཐུན་རྐྱེན་གྱི་ཐོག་ནས་ནི་དཀའ་ངལ་འཕྲད་གི་རེད། ཆུང་ས་ནས་བཤད་ན་བདེ་ས་ཁང་པ་ཐོག་ནས་དཀའ་ངལ་འཕྲད་གི་རེད། ཟིན་འདྲ་དེ་ནི་འགྲོ་ཡ་རེད་སོ་སོ་སློབ་གྲྭ་ནང་བཞིན་བྱས་ནས།

དེ་ནས་ད་ཁྱེད་རང་རྣམ་པ་གིས་ད་ད་པར་ན་ང་ཚོ་ཆོས་བྱེད་ཅིག་གིས་ཁྱེད་ཅིག་གིས་སྣེ་འཁྲིད་པ་རེད་ལ་ཁ་ཅིག་ན་ནག་འགྲོ་མར་བ། འདི་སྐད་ཆ་མ་རེད། ཆོས་བྱེད་ཀྱི་སྐད་ཆ་མེད་པ་རྗེ་བསྟན་པ་སྤྱི་ཚེ་ངོས་ཐོག་ནས་དགོངས་པ་ཞེས་བསྟན་པའི་སྣེ་ཅིག་འཁྲིད་ད་ད་འདི་གི་ཐུགས་བྱེད་ཀྱི་གྲིབ་སེལ་དུ་ད་ང་ཚོ་ཡང་ཅིག་ཡོད་ར་བ་ད་ཁྱེད་རྣམ་གིས་ག་རེ་ཡིན་ནས་ལམ་ཁ་ཅིག་བསྟན་བྱ་འོང་དེ་འདི་གི་རྗེས་ལ་ང་ཚོ་ཡང་ད་ཁ་ནས་ག་རེ་བཤད་ནས་མ་བཤད་ག་ལི་ག་ལི་ཡིན་དུ་ཡོང་གི་ར་བ། གཉིད་མ་སད་གཉིད་མི་ཁུག་ནས་ཕར་ལྷག་དེ་གས་ནས་ད་གཅིག་ཡར་ལངས་རོགས་ཞེས་སུ་ཀུ་ཤི་ཀུ་ཤི་སུ་ཕར་གཉིད་དང་ཡར་དཀྲོགས་ནས་དེ་ག་ལེ་ག་ལེ་བྱས་ཡོང་ཡང་གི་བེད་སེམས་འཇལ་གི་རང་བྱས་སམ་ད་འདི་དཔེ་གལ་ཆེན་པོ་མཐོང་གི་འདུག་རོགས་ང་ཚོས་དེ་དེའི་སྔོན་ནས་ཀྱི་ང་རང་གི་སེམས་ཚོར་ངོ་མ་ཡིན་འོ་ད་འདིའི་ཐོག་ནས་འདི་འདྲ་ཞིག་ཡིན་ཨ་ནི་ང་རང་སྒེར་གྱི་ཐོག་ལ་བསམ་བློ་བཏང་ན་ནི་དངོས་ནས་རུས་སུ་མ་བྱས་པའི་ཆེད་ལ་ཡིད་ཆེས་སྙིང་ནས་ཡོད། སྔ་མ་ཆུང་དུས་སྐབས་དེ་འདྲ་མིན། རིས་སུ་མ་ཤེས་པའི་བླ་མ་ཡང་བསྟེན་ཡིན། ཡུལ་དགེ་ལྡན་པ་ལས་ཡང་མང་པོ་བཏོན་ཡོད། འབྲོག་རྒན་བཀའ་བརྒྱུད་པའི་ཐོག་ནས་ཡང་བསྟེན་ཡིན་བསྟེན་ཡོད། འབྲི་གུང་དགོངས་གཅིག་ལ་སོགས་པ་ལ་དཔེ་ཆ་ཡང་སློབ་སྦྱོང་ཡང་བྱོས་ཡོད། བླ་མ་ལས་ཡང་དད་པ་ཡོད་ས་ཀྱི་བཀའ་ནི་ཚང་མ་བསྟེན་ཡིན། ད། དེ། བྱས་ཡོད། བྱེད་ཡས་ཡོད། ད་དམིགས་བསལ་གྱི། ད་ཉམས་ལེན་ཚེ་འོང་དུས་ཡོད་ཚད་ཚང་མ་ཉམས་ལེན་བྱས་ཡས་ཞེས་མེད་རོགས། ད་ཉམས་ལེན་སོ་སོ་གི་ནང་ནས་ད། ང་ཚོ་གཅིག་པེ་ཤེ་ཤི་ནས་ཡོ་ཨ། ངང་པའི་ཆུ་ལས་འོ་མ་ལེན་པར་ད་རང་གི་འདོད་པ་དང་དུ་བླང་བར་གྱིས་ཟེར་ནས་ད་ངང་པའི་ཆུ་ལས་འོ་མ་ལེན་པའི་པེ་ནང་བཞིན་བྱས་ནས་ད་སོ་སོ་ཉམས་ལེན་བྱས་སོ་སོ་བྱས་རེད་བསྟན་པ་སྤྱི་མཚོ་ནས་ག་རེ་ཡིན་ནའི་གོ་གི་འདུག་ཨ། ད་སོ་སོ་ཡིན་ནའི་ན་བསམ་བློ་བཏང་དང་དེ་འདྲ་ཡིན། ཁྱད་པར་དུ་ཡང་ད་འཇམ་མགོན་བླ་མ་སྲོང་བ་ཆེན་པོ་གི་བསྟན་པ་ལ་ཡང་སོ་སོ་དད་པ་དང་ཡིད་བཞིན་སྙིང་ཐག་པ་ནས་ཡོད་པ་ནང་བཞིན་བྱས་ནས་དམིགས་བསལ་གྱི་མཇལ་ཐུབ་པའི་ས་གལ་མི་འདུག་སྟེ་ཡིན་ན་ཡང་ད་གོང་ས་མཆོག་ནས་ཁོང་དང་ཁྱོང་གི། ཆོས་བརྒྱུད་དང་འབྲེལ་བའི་གི་ཀ་ཆེ་མང་པོ་ཅིག་གསང་སྟེ་འཇིགས་གསུམ་གསོ་བོར་བཞུར་བའི་མདོ་སྔགས་ཀྱི་ཆོས་སྲིད་མང་པོ་ཅིག་བཞུར་ཡོད་རེད། འདིའི་ནང་ནས་ཀྱང་ད་བགྲང་དཔེ་མང་པོ་ཞུ་ས་དེ་ད་ལམ་སྲོལ་རྣམ་གསུམ་དང། བསྟན་འགྲོའི་བསྟན་པ་ནས་རེད་ད་ཐེངས་མང་མང་པོ་བཞུར་རེད། འདི་གཉིས་ཀྱི་ཐོས་ནས་ད་ང་རང་གི་ངོས་ནས་ཡིན་ན་ཡང། ད་ང་རང་ཕ་ཡིས་འབྲུག་པ་ཆགས་འདོད་རེད། ཨ་ནི་འབྲུག་ལ་སོགས་པ་སོ་སོ་དང་འབྲེལ་ཡོད་དུས་སུ་ལ། ཆོས་འབྲེལ་ཅིག་བྱས་ནས་ཡང་ལམ་སྲོལ་རྣམ་གསུམ་དུ་སྟབས་བདེ་ཤུགས་འདྲ་པོ་བྱེད་ཀྱི་ཡོད། སྐུ་ཉུང་ཉུང་གནས་ཁང་ཚང་མ་ཚང་བསྡད་མཁན། ད་མུ་མཚོ་སོགས་ཀྱི་ངེས་ནས་ད་གསུང་རྒྱ་ཆེན་པོ་ཆེ་ཁོང་གི་གསུང་ད་ལྟ་བའི་ལེགས་བཤད་ལྔ་ལ་སོགས་པ་དང་གསང་བ་ཏི་པོ་ལ་སོགས་པའི་ཆོས་སྲོལ་བཟང་པོ་འདི་སུ་ལ་མ་ཐོབ་ན་ཡང། ད་ལྟ་བའི་ལེགས་བཤད་ག་རེ་གོ་ལམ་གསུམ་རྣམ་གསུམ་ས་ཡ་བཀྲ་བོ་དང་རྟེན་འབྲེལ་གཏད་པ་ས་ཡ་བཀྲ་བོ་དང་གསུང་གི་ཆ་བཞི་འདི་སོགས་ཀྱི་ཐོག་ནས་ཡང་སོ་སོ་ཀའི་ཐོག་ནས་ཞབས་ཕྱི་གང་ཐུབ་ཐུབ་ཀྱིས་ཞུ་གིན་ཟེར་འཆད་ཉན་གྱི་ཐོག་ནས་ཁོང་གི་གསུང་གི་གསང་བ་ལ་ཞབས་ཕྱི་ཞུ་གིན་ཟེར། ད་འདི་ཚོའི་ཡང་ད་ཨ་ནི་ཅིག་འདི་འདྲ་ཞིག་ཞུ་ནིང་དེ་སོང་ར་བ། ད་མདོ་སྟེ་ཡང་ནི་ད་འདི་འདྲ་གི་ཐོག་ནས་དངོས་གནས་འདི་ནི་ད་བདག་གི་དགོངས་དུ་ཞུ་བ་དེ་ང་རང་སེམས་ཚོར་ར་ཡིན། ང་རང་གི་མྱོང་ཚོར་སེམས་ཚོར་རིང་པོ་སོང་ཙང་སེམས་ཚོར་དེ་ཚད་མ་མ་རེད། ད་ཚད་མ་མང་བས་ནི་དཀའ་ངལ་སེལ་གི་རེད་དེ་གང་ལྟར་ཅང་ད་འདི་འདྲ་ཞིག་ཡིན།